བ་དང་མཉམ་པའི་སེམས་ཅན་ཐམས་ཅད་དུག་མདོག་ཐོབ་བྱེད་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དང་བར་ཆད་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ་གསུང་རབ་རྣམ་པར་དག་པ་ལ་ཚུལ་བཞིན་དུ་འཇུག་པར་བགྱིའོ་སྙམ་པའི་བསམ་པ་བྱང་ཆུབ་མཆོག་ཏུ་ལེགས་པར་གསར་དུ་འདོད་གསན་པར་ཞུ། དེ་ལ་འདིར་གང་ཞིག་གསན་པར་བྱ་བའི་ཆོས་ཀྱི་རིམ་པ་ནི། དེར་བྱམས་པའི་ཆུ་སྡེ་ཆེན་པོ་ལྔ་ཡི་ནང་ཚན། དབུས་དང་མཐའ་རྣམ་པར་འབྱེད་པའི་དག་ཚིག་ལེགས་པར་བྱས་པ་དེ་ཉིད་ཞུ་བར་བྱེད་པ་ཡིན་པ་རེད་དེ་ལ་ཡང། དེ་ནས་ཐོག་མཐའ་བར་གསུམ་གྱི་དགེ་བའི་རྒྱན་ཡོད་པའི་ནང་ན་བར་དོའི་དགེ་བ་གཞུང་དོན་བཤད་པ། དེ་ལ་དེ་ནི་བསྡུས་དོན་ལུས་རྣམ་པར་བཤད་པ་དང་ཚིག་དོན་ཡིན་ལ་རྗེས་ཤེས། ངོ་བོ་དེ་འདྲའི་ཡོད་པའི་ནང་ནས་དེ་ད་ལྟ་ཚིག་དོན་ཡིན་ལ་རྗེས་ཤེས་ཀྱི་སྐབས་རེ་དང་དེ་ལས་ཁ་སང་བསྡུས་དོན་ལུས་རྣམ་གཞག་གི་སྐབས་སུ། དེ་ནི་མཚན་ཉིད་འདྲེས་པ་དེ་ཁོ་ན་གཉེན་པོ་དང་ནི་བསྒོམ་པ་དང་དེ་ཡི་གནས་དང་འབྲས་བུ་དུ་ཐིག་པ་བླ་ན་མེད་པའོ་ཟེར་ནས་འོག་ད་གསུངས་པ་ནང་བཞིན་དུ། འོ་དེ་འདྲའི་གི་དེ་ནི་དོན་ཚན་གྱི་ནང་ནས་དེ་ནི་མཚན་ཉིད་དང་སྒྲིབ་པ་དེ་ཁོ་ན་ཉིད་ཟེར་ཡག་ད་དེ་གསུམ་དེ་དེ་ནི་གོང་དུ་ཞུས་ཟིན་པ་ཡིན་པ་རེད། ད་དེ་ཡིན་དུས་ཙང་ནས་སྤྱི་དང་དེ་ནི་དབུས་མཐའ་རྣམ་ཅན་འདི་ལ་ད་ལེའུ་ལྔ་དུ་བརྗོད་བྱ་དོན། ད་ནི་ཕལ་ཆེར་དང་དོན་རེད། དེ་བྱེད་དུས་རྩ་ནས་ད་ལྟ་འདིའི་མཚན་ཉིད་དང་སྒྲིབ་པ་དང་ལྟས་ཁོ་ན་ཉིད་དེ་གསུམ་པོ་དེ་ལ་ལེའུ་རེ་རེ་རེ་རེ་རེད་དེ་ནང་བཞིན་དུ་ཐིག་པ་བླ་ན་མེད་པ་ཟེར་བ་དེ་ལ་ལེའུ་གཅིག་རེད། དེ་འདི་བར་གྱི་ལམ་བསྒོམ་པ་དང་དེ་ཡི་གནད་དང་དེ་རིང་འབྲས་བུ་ཟེར་བ་དང་དེ་འབྲས་ཀྱི་བརྗོད་བྱ་གསུམ་པོ་དེ་ད་ལྟ་འདིའི་ལེའུ་བཞི་པ་འདི་ནང་བལྟས་ནས་ད་ནི་ཡོང་གི་ཡོད་རེད་ད་དེ་བྱེད་དུས་རྩ་ནས། དེ་ནི་དེ་དང་དེ་དག་བརྗོད་བྱ་གསུམ་ཡོད་པའི་དག་ལེའུ་དེ་རེད། དེ་ལ་དེ་ནི་ས་བཅད་ཀྱི་དབང་དུ་བྱས་ཡོད་འདུག་རྩ་ནས། དག་ཉམས་སུ་ལེན་པ་ཞེས་ཡང་དེ་ལ། ལམ་གྱི་ཆུས་ཞེས་པ་གཅིག་དང་ལམ་གྱི་གནས་སྐབས་ཞེས་པ་གཅིག་དང་ལམ་གྱི་འབྲས་བུ་ཞེས་པ་དག་དེ་ནི་རྣམ་པ་གསུམ་ཡོད་པའི་ནང་ནས་དང་པོ་ལམ་གྱི་ཆུས་ཞེས་པ་དག་དེ་རེད། དེ་ཡང་དེ་ནི་དེ་དང་དེ་དག་ལམ། དེ་ལ། ཚོགས་ལམ་དང་སྦྱོར་ལམ་དང་མཐོང་ལམ་དང་སྒོམ་ལམ། མི་སློབ་པའི་ལམ་ཟེར་ནས་དག་ལམ་ལྔ། དེ་འདྲའི་བྱེད་ཡུལ་ཡོད་འདུག་ཙང་ནས་དེ་འདྲའི་གི་ལམ་ལྔ་པོ་དེ་ལ་ཉམས་ལེན་དེ་བྱང་ཆུབ་མཆོག་གི་ཆོས་སུམ་ཅུ་སོ་བདུན་ཡིན་པར་དེ་འདྲ་ཡིན་དུས་ལམ་ལྔ་ལ་དེ་ནས་བྱང་ཆུབ་སོ་བདུན་རྣམ་པར་གཞག་པ་གཅིག་དང། དེ་དག་གནས་སྐབས་གསུམ་དུ་དབྱེ་བ་གཅིག་དང་བྱང་ཆུབ་སེམས་དཔའི་ལམ་གྱི་ཁྱད་པར་བཤད་པ་དང་དེ་ནས་རྣམ་པ་གསུམ་ཡོད་པའི་ནང་ནས་དང་པོ་ལམ་ལྔ་ལ་བྱང་ཆུབ་མཆོག་གི་ཆོས་སུམ་ཅུ་སོ་བདུན་རྣམ་པར་གཞག་པ་དེ་རེད་ད་དེ་ཡང་དེ་ནས་དེ་དང་དེ་དང། ཚོགས་ལམ། ཆུང་ངུ་གི་སྐབས་སུ་དྲན་པ་ཉེ་ཆར་ཞེས་བཤད་པ། འབྲིང་གི་སྐབས་ཀྱི་ཡང་དག་སྤོང་བ་བཞི་བཤད་པ། ཆེན་པོའི་སྐབས་ཀྱི་རྫུ་འཕྲུལ་གྱི་རྐང་པ་བཞི་བཤད་པ། དྲོད་དང་རྩེ་མོ་གཉིས་ཀྱི་ཉམས་ལེན་དབང་པོ་ལྔ་བཤད་པ། བཟོད་པ་ཆུ་མཆོག་གཉིས་ཀྱི་ཉམས་ལེན་སྟོབས་ལྔ་བཤད་པ། དེ་བཞིན་དུ་མཐོང་ལམ་གྱི་ཉམས་ལེན་བྱང་ཆུབ་ཀྱི་ཡན་ལག་བདུན་བཤད་པ། སྒོམ་ལམ་གྱི་ཉམས་ལེན་འཕགས་ལམ་ཡན་ལག་བརྒྱད་བཤད་པ། ཟེར་ན་ད་དེ་འདྲའི་དག་ཡོད་པ་ཡིན་པར་ད་དེ་ནང་ནས་ཨན་ད་ལྟ་ང་ཚོ་ཚོགས་ལམ་ཆུང་ངུའི་སྐབས་སུ་དྲན་པ་ཉེ་བར་བཞག་པ་བཞི་བཤད་པ་ཟེར་ཡང་ད་དེ་སོང་ཡོང་གི་ཡོད་འདོད་མ་རེད། ད་དེ་ལ་ག་རེ་གསུངས་པ་རེད་ཟེར་ན།

ད་ལྟ་དམིགས་པའང་ཐུན་མོང་གི་སྐབས་སུ་བྱས་ན་དམིགས་པ་བདེན་བཞི་རེད། དམིགས་པ་བདེན་པ་ཞིག་ལ་དམིགས་ནས་རྣམ་པར་མི་རྟག་པ་ལ་སོགས་པ་བཅུ་དྲུག་གི་རྣམ་པ་ཅན་བཟོ་དགོས་ཀྱི་ཡོད་རེད། དེ་ནས་ཐེག་ཆེན་ཐུན་མོང་མ་ཡིན་པའི་སྐབས་འདྲ་ཅན་ཡིན་ན་དམིགས་པ་མི་རྟག་ལ་སོགས་པ་བདེན་པའི་རྟེན་ཅན་དེ་ཡིན་ན་རྣམ་པ་དངོས་གཞན་ལ་སོགས་འགོག་ཟེར་ན་དེ་ནི་ད་ལྟ་འདིར་སྒྲོ་འདོགས་སུམ་ཅུ་སོ་གཉིས་དང་གྲགས་པའི་དག་རྣམ་པ་དེ་འདྲ་གཅིག་བཟོ་དགོས་ཡོང་གི་ཡོད་རེད་བ། དེ་ཡིན་དུས་ཐེག་མོང་དང་ཐུན་མོང་མ་ཡིན་པ་ག་རེ་གི་དབང་དུ་བྱས་པ་ཡིན་ན་ཡང་བདེན་བཞི་ལ་དམིགས་དགོས་པ་ཡིན་པ་གཅིག་མཚུངས་རེད།

གནས་ད་ལྟ་འདི། ཞི་གནས་དང་ལྷག་མཐོང་གཉིས་ཀྱི་ནང་ན་དང་པོ་དངོས་གནས་བྱས་ན་ཞི་གནས་སྔོན་དུ་འགྲོ་དགོས་ཀྱི་ཡོད་རེད། དེ་བྱེད་དུས་རྩ་གནས་ད་ལྟ་འདི། ཞི་གནས་སྒོམ་པའི་གི་ལམ་དེ། ད་ལྟ་ད་སྔོན་པ། མཛོད་དང་ཀུན་འདུས་ལ་སོགས་པའི་སྐབས་སུ་ཡང་སླད་ཡོང་གི་ཡོད་རེད་དེ་བྱེད་དུས་རྩ་གནས་ད་ལྟ་དབུས་མཐའ་རྣམ་འབྱེད་གནས་སྐབས་སུ་གཙོ་བོ་ལྷག་མཐོང་གི་ལམ་ལ་སྦྱར་བའི་གི་ལམ་དེ་གསུངས་ཡོང་གི་འདུག་མ་གཏོགས་ཞི་གནས་དང་པོ་དེ་གསུང་དགོས་ཕལ་ཆེར་འདི་ན་མེད་པ་ཡིན་ས་རེད། གལ་སྲིད་ཞི་གནས་གསུངས་པ་ཡིན་ན། དེ་ནས་དྲན་པ་ཉེས་བྱས་བྱེད་ལ་སོགས་པ་འདི་ཚོ་དེ་ལྷག་མཐོང་གི་ངོ་བོ་རེད། མངོན་པར་མཛོད་ཀྱི་སྐབས་སུ་དང་པོ་ཞི་གནས་དགོན་འོད་འདུ་ཚང་ལས་ཞི་གནས་དགོན་པར་བྱེད་པ་ལ་ད་ནི་ད་དང་འདི་དགོས་ཡོད་བ་གར་ཟེར། ཕྱག་དཔེ་གྱི་སྙིང་པོ་ལ་མི་སྡུག་པ་དགོན་པ་ཟེར་ཡ་དེ་དང། ད་ནི་རྣམ་རྟོག་གི་སྙིང་པོ་ལ་དབུགས་འབྱུང་ངུབ་དགོན་པ་ཟེར་ད་དེ་འདྲའི་གི་འབྱུང་ངུབ་དགོན་པ་དེ་ཚོ་ལ་བརྟེན་ནས་དང་པོ་སེམས་ཞི་བར་གནས་བཅུ་སེམས་ཞི་བར་གནས་པའི་གི་སྟེང་དུ་ད་ནི་ལྷག་མཐོང་གི་ཤེས་རབ་དང་བཅས་དགོས་འདུ་ཚང་ནས་ལྷག་མཐོང་གི་ཤེས་རབ་འགོ་བཙུགས་པ་ནས་ཡོད་སོང་ད་ནི་དྲན་པ་ཉག་ཆག་གི་ནང་ནས་འགོ་བཙུགས་ཡོང་གི་ཡོད་རུ་བ་འོ་དེ་ཡིན་དུ་ད་ད་ན་འདི། དེ་ནས་ད་ལྟ་ཡང་དག་ཐེག་པ་གོང་མའི་དབང་དུ་བྱས་འདུག་ཐུན་མོང་གི་དེ་ནས་བློ་སྦྱང་ཟིན་པའི་དབང་དུ་བཏང་ནས། དེ་ནས་ལྷག་མཐོང་གི་ཉམས་ལེན་དེ་བཤད་ཡོང་གི་ཡོད་ས་རེད་བསམ་སོང་བས། འོ་དེ་ཟེར་བས་དེ་འདུག་ཚར་ནས་ཅི་ལྟར་ང་ཚོ་གཞུང་འཕགས་ཚོ་དེ་ནས་གོ་སྒྲིག་ནང་དེ་ནས་སྤུས་ཀ་སྤུས་མ་ཅིག་ཆགས་ཡོང་གི་ཡོད་རེད་དེ་མ་གཏོགས་དབུས་མཐའ་ནས་བཤད་པ་དེ་དབུས་མཐའ་གཅིག་པུ་བྱས་ཡང་གཞན་དག་ལ་མ་འབྲེལ་ན་འགྲིག་མ་རོགས་དེ་འདུག་ཚར་ནས་འདི་སྔ་ལོགས་ལ། དེ་ནས་ཞི་གནས་རྒྱུད་ལ་སྐྱེ་བར་བྱ་བའི་ཆེད་དུ་དག་ཅིག་ཐུན་མོང་གི་ཞི་གནས་བསྐྱེད་ཚུལ་དེ་ཚོ་ལ། དེ་ནས་དབུགས་འབྱུང་ཁུག་ལ་བརྟེན་པ་དེ་ཤུགས་ཆེ་བ་ཡོང་གི་ཡོད་རེད། དེ་ནས་ཡང་ཅིག། ཆགས་པའི་གྱི་རྣམ་རྟོག་ཤུགས་དྲག་པོ་ཡོད་མཁན་འདྲ་ཅིག་ཡིན་ན་ད་ལྟ་མ་དུ་བ་དགོན་པ་དེ་གཙོ་བོ་ཆགས་ཡོང་གི་ཡོད་རེད། དེ་ནས་མ་དུ་བ་དགོན་པ་དེ་ཚོ་ལ་ཡང་ནང་ཚན་གྱི་ད་ལྟ་མཛོད་ནང་གི་གསུངས་པ་ནང་བཞིན་བྱས་ན། ད་ནས། དབྱིབས་ཀྱི་འདོད་ཆགས། ཁ་དོག་གི་འདོད་ཆགས། དེ་ནས་རིག་བྱེད་ཀྱི་འདོད་ཆགས་ལ་སོགས་པ་དེ་ཚོ་གི་གཉེན་པོ་ལ། དེ་ནས་སྔོ་བ་དང་བམ་པ་དང་རུལ་བ་དང་མྱགས་པ་དང། འོ་དེ་བཞིན་དུ་དེ་ནས་རྒྱུ་བ་གྲང་འགྲེང་བ་དང། ཟེར་ནས་ད་དེ་འདྲ་བྱས་ནས་བཤད། དེ་ནས་ཀེང་རུས་ཆགས་བྱེད་ཐམས་ཅད་ལའོ་ཟེར་དུས་ཙང་ནས། དབྱིབས་དང་དེ་ནས་རེག་བྱ་དང་ཁ་དོག་ལ་སོགས་པ་ཐམས་ཅད་ཀྱི་ཆགས་པ་ཐམས་ཅད་ཀྱི་གཉེན་པོ་དེ་ལ་དེ་ནི་ཀེང་རུས་བསྒོམ་པ་ཟེར་ནས་དེ་ནི་ཡང་ཅིག་ཆགས་པ་སོ་སོ་བའི་གཉེན་པོ་རྟེན་དང་ཆགས་པ་ཐུན་མོང་གི་གཉེན་པོ་དེ་དང་དེ་འདྲ་ཞིག་ནས་སོང་ཡོང་གི་ཡོད་བ། དེ་ནི་ཡང་ཅིག་རྣམ་རྟོག་ད་ལྟ་འདི་འདོད་ཆགས་རྐྱང་པས་ཀྱི་རྣམ་རྟོག་མ་ཡིན་པར་སྤྱི་ཡོངས་ཀྱི་དེ་ནས་ད་ལྟ་འདི་དག་སེམས་ཡོད་ལ་འཕྲོ་སྒུལ་ཤུགས་ཆེན་པོ་འདྲ་ཅིག་ཡིན་ན་དེ་ནི་ཞི་གནས་བསྒོམ་པ་སྔོན་དུ་འགྲོ་དགོས་བ་ལྟ་བུ་དག་དེ་འདྲ་ཞིག་རེད་འདོད་ཡོད་རེད་འོ་དེ་བྱས་ནས་ད་ལྟ་དོན་ཚོ་དེ་ཅི་དང་ཐུན་མོང་གི་རྣམ་བཞག་དེ་འདྲ་ཞིག། ད་ད་ནི་འདི་ནི་ལྷག་མཐོང་གི་ངོ་བོ་ཉིད་དུ་གྱུར་པ་དེ་ཡིན་པར་དེ་ཡིན་དུས་ཙང་ནི་དེ་ནི་སྤྱན་གྱི་ནང་ལ་གཉེན་པོ་བསྒོམ་པ་ནས་གསུངས་འདུག་དེ་རེད། དེ་ནས་ད་དྲན་པ་ཉེས་བྱ་བྱེད་པོ་དེས་བསྒོམ་དགོས་པའི་རྒྱུ་མཚན་བཤད་ཡོང་གི་ཡོད་རེད་དང་པོ། ག་རེ་བྱས་ནས་བསྒོམ་དགོས་ཀྱི་ཡོད་རེད་ཟེར་ན། དེ་ནི་ད་ལྟ་འདི་ད་དྲན་པ་ཉེས་བྱ་བྱེད་པོ་དེ་བསྒོམ་དགོས་པའི་རྒྱུ་མཚན་དེ་གཙོ་བོ། དེ་ནི་ད་ལྟ་འདི་བདེན་བཞི་ལ་འཇུག་པར་བྱ་བའི་ཆེད་དུ་དེ་ནི་བསྒོམ་དགོས་ཀྱི་ཡོད་རེད་ཟེར་ཡ་དེ་རེད། དེ་ལ་དེ་ནས་བདེན་བཞི་ལ་འཇུག་ཚུལ་ག་འདྲས་རེད་ཟེར་ན་གནས་ངན་ལེན་བྱེད་རེད་ཟེར་ཡང་འདེད་ཀི། གཙོ་བོ་སྡུག་བསྔལ་བདེན་པ་ལ་འཇུག་པར་བྱ་བའི་ཆེད་དུ། དེ་ནས། ད་ལྟ་འདི་དག་ལུས་དྲན་པ་ཉེ་བར་ཞི་བ་འདི་ཅི་སྒོམ་དགོས་རེད་ཟེར་ཡང་ད་དེ་སོང་རེད་དེ་ཡིན་དུས། ལུས་ཀྱི་ནི་གནས་ངན་ལེན་རབ་ཏུ་སྟོན་ཏེས། ད་ལུས་ཀྱི་གནས་ངན་ལེན་རབ་ཏུ་སྟོན་སོང་དུས་ཙང་ནས་ང་ཚོས་ད་ནི་ད་ལྟ་འདི་དག་ལུས་ཟེར་ཡང་འདི། ཟག་བཅས་ད་ལྟ་འདི་རྣམ་སྨིན་གྱི་ངོ་བོ་ཉིད་དུ་གྱུར་བདེ་བས་ཀི་དེ་ནི། དང། འབྱུང་འདོད་ཀྱི་ཁུར་བོ་འདྲ་བོ་གཅིག་རེད། དེ་ཡིན་དུས་ཙང་ནས་དེ་འཕྲལ་གྱི་ལུས་དེའི་དོན་ལ་དྲན་པ་ཉེ་བར་བཞག་བཞག་པ་ཡིན་ན། དེ་ནི་བདེན་པ་སྡུག་བསྔལ་བདེན་པ་ཞིག་གི་ནང་ནས་སྡུག་བསྔལ་གྱི་བདེན་པ་ལ་ཡང་དག་པར་དེ་ནི་འཇུག་ཐུབ་ཡོང་གི་ཡོད་རེད་ཟེར་ཡ་དེ་རེད་གནས་ངན་ལས་རབ་ཏུ་སྟོན་པ་ཡིན་ཏེ་དེ་ལ་ཡོངས་སུ་བརྟགས་པས་སྡུག་བསྔལ་བདེན་པ་ལ་འཇུག་པར་བྱ་བའི་ཕྱིར། ད་དེ་བྱེད་དུས་ཙང་ནས་འདི་དེ་ནས་དྲན་པ་ཉེ་བར་བཞག་པ་ཟེར་ཡ་འདི་གཙོ་བོ་རྨི་ལམ་གྱི་ངོ་བོ་འདྲ་ཅིག་བྱས་ན། ད་ལྟ་འདི། ཨོ། དེ་ནས་མཛོད་ཀྱི་སྐབས་ལ། གཙོ་བོ་ཤེས་རབ་ཡིན་གསུངས་རེད་བ། དྲན་པ་ཉེར་བཞག་དེ་ངོ་བོ་ཤེས་རབ་ཡིན་གསུངས་རེད། འོ་ན་དྲན་པ་གར་བྱས་ནས་མིང་བཏགས་པ་རེད་ཟེར་ཡིན་དུས་ཙང་ནས་དྲན་པའི་སྟོབས་ཀྱི་སྒོ་ནས། ཡུལ་ལ་དེ་ནས་འཇུག་ཡོང་བ་ཡིན་དུས་ཙང་ནས་དེ་ནི་དྲན་པས་བརྩིས་ཟིན་པའི་རྒྱུ་མཚན་ལ་དེ་ནི་རྒྱུ་ཡི་མིང་འབྲས་བུ་ལ་བཏགས་ཅེས་པ་རེད་མ་གཏོགས་དངོས་གནས་དྲན་པ་ཉེར་བཞག་གི་ངོ་བོ་དེ་ཤེས་རབ་ཀྱི་རྫས་རེད་ངོས་འཛིན་བྱེད་དགོས་རེད་ཟེར་ཡ་དེ་འདྲ་གཅིག་ད་མངོན་པར་མཛོད་སྐབས་སུ་དེ་གསུངས་གི་ཡོད་རེད། ཡིན་ན་ཡང་ད་ལྟ་འདི་ད་གཞུང་འདི་དང། དབུས་མཐའ་རྣམ་འབྱེད་ཀྱི་སྐབས་མཐའ་རམ་དེའི། མངོན་པ་གོང་མས་ཀྱི་སྐབས་མངོན་པ་ཀུན་འདུས་སྐབས་འདྲ་ཅིག་ཡིན་ན། དེ་ནི་དྲན་པ་རྐྱང་པ་ཡང་མ་རེད་ཤེས་རབ་རྐྱང་པ་ཡང་མ་རེད། དྲན་པ་དང་ཤེས་རབ་གཉིས་ཀྱི་བདག་ཉིད་ཅན་ཅིག་ལ་དེ་ནི་དྲན་པ་ཉེ་བར་གཞག་པ་གསུང་དགོས་ཟེར་དེ་ཡང་དེ་ནི་འགྲོ་ཚུལ་འདྲ་བོ་འདུག་ག་ཟེར་ན། ད་ལྟ་ཤེས་རབ་ཀྱིས་ལུས་ཀྱི་གནས་ཚུལ་ལ་ད་ལུས་མི་རྟག་པའི་རང་བཞིན་ཡིན་པ། ལུས་མི་གཙང་བའི་རང་བཞིན་ཡིན་པ་འོ་ད་དེ་འདྲས་བྱས་ནས། དེ་ནི་བསྒོམ་ཡོང་དུས་ཙང་ནས་དེ་འདྲ་བོའི་གནས་ལུགས་ལ་དཔྱོད་པའི་ལུས་ཀྱི་གནས་ཚུལ་ལ།

དེ་ནི་དེ་བཞིན་དུ་ཚོར་བ་དྲན་པ་ཉེ་བར་བཞག་པ་དེ་གས་གར་ཆགས་ཡོང་གི་རེད་ཟེར་ན་ཀུན་འབྱུང་གི་བདེན་པ་ལ་འཇུག་ཡོང་གི་ཡོད་རེད་གསུངས་པ་རེད། ག་རེད་ཟེར་ན་ང་ཚོས་ད་ནི་དེ་དང་འདི་ལྟ་ཀུན་འབྱུང་གི་གཙོ་བོ་དེ། ལས་དང་ཉོན་མོངས་པ་གཉིས་ཟེར་ནས་བཤད་ཡོང་གི་ཡོད་རེད་བ། དེ་ནི་ཉོན་མོངས་པའི་ནང་ན་ཡང་ཉོན་མོངས་པ་དེ་ནི་འཁོར་བ་ལ་ད་ཅིག་དངོས་གནས། ཧ་གོ་གི་གོ་གི་ལ་མཆིམས་མདོག་གི་འདྲ་བོ་དེ་གཙོ་བོ་སེ་པ་དེ་རེད། དཔེར་ན་ད་ལྟ་མཛོད་ཀྱི་གནས་སྐབས་སུ་གར་སོང་ཡོད་རེད་ཟེར་ན་ཁམས་དེ་དང་དེ་གི་བསྡུས་པའི་གི་ཚད་འདྲ་བོ་དེ་གར་ཟེར་ན་ཁམས་དེ་དང་དེའི་ཞེ་སྡང་ཡོད་པའི་རྒྱུ་མཚན་ཁོ་ན་ཡིན་བསྡུས་པ་ས་ཞིག་མེད་བ། ཁམས་དེ་དང་དེའི་སེ་པ་གི་བདག་གིར་བྱས་སོང་བ་ཡིན་ན་ཁམས་དེ་དང་དེ་ཡི་བསྡུས་པ་ས་བཤད་ཡོང་གི་ཡོད་དེ་འདི་སེ་པ་དེ་བྱེད་ལས་གཙོ་བོ་བྱེད་མཁན་གཅིག་རེད་འོ་དེ་འདྲ་ཡིན་དུས་ཙང་ནས་དེ་ནི་ད་ལྟ་འདི་ཚོར་བ་དྲན་པ་ཉེ་བར་བཞག་པ་དེ་གས་དེ་ནི་སེ་པའི་རྒྱུ་ཡི་གཙོ་བོ་ད་ཀུན་འབྱུང་བདེན་པ་ལ་དེ་ནི་འཇུག་ཡོང་གི་ཡོད་རེད།

ད་འདི་རྟག་པ་ཟེར་ཡང་འདི་ཕལ་ཆེར་རྟག་ཅིང་སྐྱེས་པ་ཟེར་ཐལ་རེད། ཀུན་འབྱུང་བདེན་པ་ལ་འཇུག་པའི་ཕྱིར་དང་གསུམ། དེ་ནི་དེའི་བཞིན་དུ་བདག་ཏུ་མངོན་པར་ཞེན་པའི་གེགས་བཞི་ཤེས་ནས་སེམས་དེ་བདག་དེ་གཅིག་ཏུ་བསམས་ནས་སེམས་དྲན་པ་ཉེ་བར་གཞག་པ་དེ་གེགས་བདག་ཏུ་ལྟ་བའི་གེགས་བདག་བཞི་དེ་ལ་ད་ནི་འཇུག་ཡོང་གི་ཡོད་རེད་གསུངས་པ་རེད། དེ་བྱེད་དུས་ཙང་ནས་ང་ཚོ་འདི་སྤྱི་དང་བདག་ཏུ་འདག་པའི་གེགས་བརྗོད་དེ་ཕུང་པོ་རེད། ཕུང་པོའི་ནང་ནས་ཡང་གཙོ་བོ་བདག་ཏུ་འདག་པའི་གཞི་དེ། སེམས་རྣམ་པར་ཤེས་པའི་ཕུང་པོ་དེ་ཡིན་པ་རེད། དེ་ཕྱི་དུས་གཙང་ནས་དེ་ནས་ད་ལྟ་འདི་སེམས་དྲན་པ་ཉེ་བར་བཞག་པ་དེ་བསྒོམ་ཡོང་བའི་ཚེ་ན། བདག་ཏུ་འདག་སྲེད་ཀྱི་གཞི། འོ་ད་ཅིག་སེམས་རྣམ་པར་ཤེས་པའི་ཚོགས་དྲུག་པོ་གང་ཡིན་པ་དེའི་གནས་ཚུལ་དེ་ངེས་ཡོང་བ་ཡིན་དུས་གཙང་ནས་དེ་ནི་དེའི་སྟོབས་ཀྱི་སྒོ་ནས་མགོ་བདེན་ལ་དེ་ནི་བདག་མེད་པ་ཉིད་དུ་ངེས་ཡིན་དུས་མགོ་བདེན་ལ་དེ་ནི་འཇུག་ཡོང་གི་རེད་གསུངས་པར་དེ་བརྟགས་པས་ན་དེ་ནི་མགོ་བདེན་ལ་འཇུག་ཟེར་ཡ་དེ་རེད། བདག་ཏུ་མངོན་པར་ཞེན་པའི་གཞི་ནི་སེམས་ཏེ་དེ་ལ་ཡོངས་སུ་བརྟགས་པའི་འགོག་པའི་བདེན་པ་ལ་འཇུག་པ་དེའི་ཕྱིར་དང། དེ་ནས་དེའི་བཞིན་དུ་ཆུའི་དྲན་པ་ཉེ་བར་བཞག་པ་ཟེར་ཡ་དེ་གི། དེ་ནི་ལམ་བསྟན་ལ་འཇུག་ཡོང་གི་རེད་གསུངས་པ་རེད་གང་ཡིན་ཟེར་ན། ཆུའི་ཟེར་ཡོན་དུས་འཁོར་བ་དང་མྱང་འདས་ཀྱི་འདོད་པའི་ཆུ་དེ་འདྲ་ཡིན་ཙང་དེ་ལྟར་གྱི་ཆུ་དེ་ཚོ་ལ་རང་གི་མཚན་ཉིད་དང་ལྕེ་ཡི་མཚན་ཉིད་སྒོ་ནས་བརྟགས་ཤིང་དཔྱད་ཡོང་བའི་ཚེ་ན། དེ་ནི་ཀུན་ཉུང་འཁོར་བས་ཀྱི་ཆུ་ལ་ཡང་མ་རྨོངས་པར་བྱ། རྣམ་བྱང་མྱ་ངན་ལས་འདས་པའི་ཆུ་ལ་ཡང་མ་རྨོངས་པར་བྱ་ཡོན་དུས་ལམ་གྱི་བདེན་པ་ལ་དེ་ནས་འཇུག་ཡོང་གི་ཡོད་རེད་གསུངས་རེད་ལམ་གྱི་བདེན་པ་ལ་འཇུག་པས་དེ་ལྟར་བདེན་པ་རྣམ་པ་བཞི་པོ་དེ་ལ་འཇུག་པར་བྱ་བའི་གང་ཟག་གིས། དེ་ནི་དྲན་པ་ཉེ་བར་གཞག་པ་ཞིག་གོ་ད་སྔོན་དུ་བསྒོམས་འགོག་རེ་གསུངས་པར་བསྒོམ་པར་བྱའོ་གསུངས། ད་དེ་བྱས་ཡུན་དུ་བརྩང་ནས། དེ་ནས་སྤྱི་དང་དེ་ནས་དྲན་པ་ཉེར་བཞག། ད་བསྒོམ་ཚུལ་དེ་ལ་ད་ལྟ་འདི་དབྱེ་བ་འདྲ་བོ་བྱས་པ་ཡིན་ན་མངོན་པར་མཛོད་ཀྱི་སྐབས་སུ་དབྱེ་བ་གསུམ་བཤད་རོལ་བ། རང་བཞིན་གྱི་དྲན་པ་ཉེ་བར་བཞག་པ་ཟེར་ཡ་གཅིག། འབྲལ་བའི་དྲན་པ་ཉེ་བར་བཞག་པ་ཟེར་ཡ་གཅིག་དམིགས་པའི་དྲན་པ་ཉེ་བར་བཞག་པ་ཟེར་ཡ་དེ་ནས་རྣམ་པ་གསུམ་བཤད་ཡོང་གི་ཡོད་རེད། དཔེར་ན་རང་གཞན་གྱི་དྲན་པ་ཉེ་བར་བཞག་པ་ཟེར་བའི་རྩ་ནི་ད་ཅིའི་གོང་དུ་ཞུས་པ་ནང་བཞིན་དུ། དེ་ནི་ད་དང་དེ་ཡི་དང། ཤེས་རབ་དེ་རང་གཞན་གྱི་དྲན་པ་ཉེ་བར་བཞག་པ་ཡིན་གསུངས་རེད་ངོ་མ་མཛོད་ཀྱི་སྐབས་འདྲ་གཅིག་ཡིན་ན། ད་ད་ལྟ་ཀུན་བཏུས་དང་འདི་ཚོའི་སྐབས་འདྲ་གཅིག་ཡིན་ན། དེ་ནས་དྲན་པ་དང་ཤེས་རབ་གཉིས་པོ་དེ་ཁོ་རང་གི་ངོ་བོ་དེ་ཁོ་རང་གི་རང་བཞིན་དེ་དྲན་པ་ཉེ་བར་བྱས་པ་ཡིན་གསུངས་འདུག་ཙང་ནས་དེ་གཉིས་ལ་རང་བཞིན་གྱི་དྲན་པ་ཉེ་བར་བྱས་པ་ཟེར་དགོས་རེད། དེ་ནས་འབྲེལ་བའི་དྲན་པ་ཉེ་བར་བྱས་པ་ཟེར་ཡོང་དུས་དེ་འབྲེལ་གྱི་དྲན་པ་དང་ཤེས་རབ་གཉིས་དང་མཚུངས་ལྡན་དུ་ཡོད་པས་ཀྱི་དེ་ནས་རྣམ་པར་ཤེས་པའི་ཕུང་པོ་དག་གཙོ་སེམས་དང་དེ་བཞིན་དུ་དེ་ནས་སེམས་བྱུང་གཞན་དེ་བཞིན་ཡོད་རུང་བ་དཔེར་ན་ད་ལྟ་འདི་མངོན་པར་མཛོད་ཀྱི་སྐབས་འདྲ་ཅིག་ཡིན་ན། སེམས་ཀྱི་ས་མང་བ་བཅོས་ཏེ་ངེས་པར་དུ་ཡོད་དགོས་ཀྱི་ཡོད་རེད། དེ་ནི་མངོན་པར་གོང་མའི་གི་ལུགས་འདྲ་ཅིག་ན་ཀུན་འགྲོ་ལྔ་དེ་ངེས་པར་དུ་དགོས་ཀྱི་ཡོད་རེད། རེ་བ། སེམས་སེམས་བྱུང་ཀུན་འགྲོ་ལྔ་དེ་སེམས་ཀྱིས་བསྐྱེད་ནས་བཟུང་སྟེ་མ་མཐའ་ལ་ཀུན་འགྲོ་ལྔ་དེ་ཡོད་དགོས་ཀྱི་ཡོད་རེད། དེ་ཡོད་དུས་ཙང་ནས། དེ་ནི་དེ་ཚོ་ཚང་མ་དེ། ཁོ་རང། སེམས་བྱུང་གཞན་དག་གི་ངོ་བོ་འདྲ་ཅིག་ན་དྲན་པ་དང་ཤེས་རབ་མ་ཡིན་གསུངས་དུས་ཙང་ནས་རང་བཞིན་གྱི་དྲན་པ་ཉེ་བར་གཞག་པ་ཆགས་ཀྱི་ཡོད་མ་རེད་དེ་ཡིན་ན་རང་བཞིན་གྱི་དྲན་པ་ཉེ་བར་གཞག་པ་དེ་དང་མཚུངས་པ་ལྔ་ཚོགས་འགོ་ནས་འདྲེར་སོང་བ་ཡིན་དུས་ཙང་ནས་འདྲེ་བ་ཅན་གྱི་དྲན་པ་ཉེ་བར་གཞག་པ་ཟེར་གྱི་ཡོད་རེད། དེ་ནི་དེ་འབྲེལ་གྱི་དྲན་པ་ཉེར་བཞག་དེའི་དམིགས་ཡུལ། དཔེར་ན་ལུས་དྲན་པ་ཉེར་བཞག་གི་དམིགས་ཡུལ། ལུས་དེ་དང། ཚོར་བ་དྲན་པ་ཉེ་བར་བཞག་པའི་གི་ཡུལ་ཚོར་བ། སེམས་དྲན་པ་ཉེ་བར་བཞག་པའི་གི་ཡུལ་སེམས། ཆོས་དྲན་པ་ཉེ་བར་བཞག་པའི་གི་ཡུལ་ཆོས་དེ་ཚོ་དེ་ལ་དམིགས་པའི་དྲན་པ་ཉེ་བར་བཞག་པ་ཟེར་གི་རེད། ཡུལ་ཅན་གྱི་མིང་དེ་ཡུལ་ལ་བཏགས་པའི་དྲན་པ་ཉེ་བར་བཞག་པ་ད་ཐེ་བྱེད་དུ་བཅངས་ནས། མཛོད་ཀྱི་སྐབས་ལ་དྲན་པ་ཉེར་བཞག་དེ་ལ། ཟླ་གཅིག་བར་ཡེ་ཚོར་འགྲོ་བ་དེ་ན་གསུམ་གསུངས་ཡོང་གི་འདུག་བ། དེ་ནི་ད་དུང་དེའི་ཀུན་བཏུས་ཀྱི་ག་ལ་དྲན་པ་ཉེ་ཆར་ད་ལོ་སྒོམ་ཚུལ་སྒོ་ནས་རྣམ་པ་གཉིས་སུ་དབྱེ་ཡོང་གི་ཡོད་རེད། གར་སོང་རེད་ཟེར་ན་དཔེར་ན། དྲན་པ་ཉེ་ཆར་སྒོམ་ཡོང་དུས་རྩ་ནས། རང་ལུས་ལ་དམིགས་ནས་དྲན་པ་ཉེ་བར་བྱེད་པར་སྒོམ་ཡང་གཅིག། གཞན་ལུས་ལ་དམིགས་ནས་དྲན་པ་ཉེ་བར་བྱེད་པར་སྒོམ་ཡང་གཅིག་ཟེར་ནས་དཔེར་ན་ལུས་དྲན་པ་ཉེ་ཆར་ལྟ་བུ་གཅིག་ལ་ཡང། དེ་ནི་རང་ལུས་དང་གཞན་ལུས་ལ་སྦྱར་ནས་ཤེས་ཡོང་གི་ཡོད་རེད་དེའི་བཞིན་དུ་ད་ནི། ཚོར་བ་དྲན་པ་ཉེ་བར་བྱེད་པ་ཟེར་ཡ་དང་རང་ཚོར་དང་གཞན་ཚོར་ལ་སྦྱར་ནས་ཤེས་ཡོང་གི་ཡོད་རེད་དེ་བཞིན་དུ་རྩ་ནས། ཉིན་རེའི་ཉིན་རེའི་སྒོ་ནས་དེ་ནི་དྲན་པ་ཉེ་ཆར་སྒོམ་ཚུལ་དེ་འདྲའི་གསུངས་ཡོང་གི་འདུག་བ་འོ་དེ་ཡིན་དུས་རྩ་ནས།

དེ་ཡིན་དུས་ཚོགས་ལམ་དཔའ་གཅིག་ཡིན་ནས་བཟུང་སྟེ་མ་མཐའ་ལ་གར་དགོས་རེད་ཟེར་ན། སྒོམ་ཉམས་ལེན་གྱི་དབང་དུ་བྱས་པ་ཡིན་ན་དྲན་པ་ཉག་ཆགས་ཀྱི་ཉམས་ལེན་ཡོད་བསྡད་མཁན་གཅིག། དེ་ནས་ཀུན་སྤྱོད་ཀྱི་ཐོག་ནས་བཤད་ན། ཟས་ཀྱི་ཚོད་རིག་པ། ནམ་གྱི་ཆ་སྟོད་ཆ་མེད་ལ་གཉིད་ཁུག་མི་བདེ་བ་ཉི་མའི་ཁུང་རྟ་ཡིན་དེ་ཡིན། དེ་བྱེད་དུས་ཙང་ནས་ད་དེ་འཕྲལ་གྱི་ཆ་ཆེན་གཅིག་མ་མཐའ་ལ་ཚང་དགོས་ཀྱི་ཡོད་རེད་དེ་ཡིན་དུས་ཙང་ནས་དེ་ནས་ཚོགས་ལམ་ལ་སླེབས་འདུག་དང་ཡང་ན་དེ་ནས་སངས་རྒྱས་ཀྱི་ས་ལ་སླེབས་འདུག་དེ་ད་ཡིག་ཚད། དེ་བཞིན་ལ་གཏང་དགོས་ཀྱི་ཡོད་རེད་འོ་དེ་འདྲ་ཡིན་དུས་ཙང་ནས་མ་མཐའ་ལ་ཡང་ཆ་ཆེན་དེ་ཚོ་ཚང་དགོས་ཀྱི་རུ་སོང་འདུག་བ་འོ་དེ་འདྲ་རེད་ད་དེ་ཚོ་བྲལ་ཏེ་མངོན་པ་ཀུན་འདུས་དང་དེ་ཚོ་རང་ལ་གཟིགས་དང་དེ་འདྲ་ཞིབ་ཕྲ་བྱས་ན་ཡོང་གི་རེད་ཨོ་ཡ་དྲན་པ་ཉེ་བར་གཞག་པ་དགོངས་པར་བྱའོ། ད་དེ་གི་དྲན་པ་ཉེ་བཞག་བཤད་རེད་ད་འདི་ནས་མ་དེ་ནས་ཚོགས་ལམ་འབྲིང་གི་སྐབས་ཀྱི་རྫུ་འཕྲུལ་གྱི་རྐང་པ་བཞེས་སོ་ཡ་དེ་སོང་བ་ད། ད་རྫུ་འཕྲུལ་གྱིས་བསྐང། ད་ལྟ་འདིར་བ་བོ། ཡང་དག་སྤོང་བ་བཞི། ཚོགས་ལམ་འབྲིང་གི་སྐབས་སུ། དེའི་འོག་ཏུ། ཡང་དག་པ་སྤོང་བ་རྣམས་སྟོན་ཏེ། དེ་ལ་མི་མཐུན་ཕྱོགས་དང་གཉེན་པོ་རྣམས། རྣམ་པ་ཐམས་ཅད་ཡོངས་ཤེས་ན། དེ་དག་སྤོང་ཕྱིར་བརྩོན་འགྲུས་ནི། དེ་དག་སྤོང་ཕྱིར་བརྩོན་འགྲུས་ནི། རྣམ་པ་བཞི་དང་རབ་ཏུ་འབྱུང། ད་དེ་ནས་དེའི་འོག་ཏུ་ཡང་དག་པར་སྤོང་བ་ན་གང་དུ་གཏོང་གི་རེད་ཟེར་ན་དེ་ནི་དྲན་པ་ཉེ་བར་བཞག་པ་དང་བསྒོམ་ཚར་བའི་གང་ཟག་དྲན་པ་ཉེར་བཞག་གི་ཐོག་ལ་ཕ་གཅིག་ག་ལ་གང་འཚམ་གྱི་གོ་རྟོགས་ཡག་པོ་སད་ཚར་བའི་གི་གང་ཟག་ལྷོད་ལྷོད་ཆགས་ལྡན་མཁན་གྱི་གང་ཟག་གཅིག་གིས་དེ་ནི་ཡང་དག་སྤོང་བ་ཞིག་གོ་དེ་ལ་དག་བརྩོན་དགོས་རེད་གསུངས་པར་ཡང་དག་པར་སྤོང་བ་རྣམ་པ་ཞིག་བསྒོམ་པས། དེ་ནས་དེ་ལ་དཀར་ཟེར་ན་མི་མཐུན་ཕྱོགས་དང་གཉེན་པོ་རྣམས་རྣམ་པ་ཐམས་ཅད་དུ་ཡོངས་སུ་ཤེས་ན་གསུངས་པར་ད་མི་མཐུན་པའི་ཕྱོགས་ཟེར་དུས་ད་ནི་ད་ལྟ་གཙོ་བོ་དེ་མི་དགེ་བ་ལ་གོ་དགོས་རེད། སྤང་བྱ་མི་དགེ་བ་གང་ཡིན་པ་དེ་ཤེས་པ། དེ་ནས་དེའི་བཞིན་དུ་གཉེན་པོ་གྱི་ཕྱོགས་སུ་དུས་མི་དགེ་བ་དེ་བར་སྤོང་བར་བྱེད་པའི་གཉེན་པོ་དེ་ནས་དགེ་བ་བཅུ་པོ་དེ་ཡོངས་སུ་ཤེས་པ། ད་དེ་ཤེས་ཚར་བའི་རྗེས་ལ། མི་མཐུན་པའི་ཕྱོགས་དེ་དག་སྤོང་ཞིང་གཉེན་པོ་བསྐྱེད་པའི་ཕྱིར། བརྩོན་འགྲུས་རྩོམ་པ་གང་ཡིན་པ་དེ་ལ་དེ་ད་དང་དེ་ཡང་དག་སྤོང་བ་ཞེས་ཟེར་ན་ཤེས་རེད། ཡང་དག་སྤོང་བ་བཞི་པོ་དེ་གཙོ་བོ་ག་ཟེར་ན་བརྩོན་འགྲུས་ཀྱི་ངོ་བོ་རེད། དེ་ནས་བརྩོན་འགྲུས་ཟེར་ཡོང་དུས་ཚང་ནས་ང་ཚོས་འདི་འཇིག་རྟེན་པའི་སྐབས་ཀྱི་བརྩོན་འགྲུས་ཟེར་ཡ་དེ་ངོས་འཛིན་བྱེད་སྟངས་གཅིག་དང། བསྟན་བཅོས་ཀྱི་སྐབས་སུ་བརྩོན་འགྲུས་ཟེར་ཡ་ངོས་འཛིན་བྱེད་སྟངས་ཁ་ཁ་ཡོང་གི་འདུག་བ། འཇིག་རྟེན་པའི་བརྩོན་འགྲུས་ཟེར་ཡ་དེ་ཨུ་ཚུགས་དེ་རེད། ལས་ཀ་ག་འདྲས་ཅིག་གི་ཐོག་ལ་ཡིན་ན་ཁོས་ཕར་ཨུ་ཚུགས་བརྒྱབ་བསྡད་པ་དེ་ལ་བརྩོན་འགྲུས་ཟེར་གི་རེད་བ། ད་ལྟ་འདི་བརྩོན་འགྲུས་ཟེར་ཡོང་དུས་ཚང་ནས་སྤྱོད་འཇུག་གནས་སྐབས་སུ་བརྩོན་གང་དགེ་ལ་སྤྲོ་བའོ་གསུངས་ཡོང་བ་དེ་ཡིན་དུས་ཚང་ནས་དགེ་བའི་བྱ་བ་ལ་སྤྲོ་སྣང་ཡོད་པ་དེ་ལ་བརྩོན་འགྲུས་གསུངས་གི་ཡོད་རེད་དེ་བྱེད་དུས་ཚང་ནས་ཀྱེ་ད་ལྟ་འདི་ཡང་དག་སྤོང་བ་ཞེས་ཟེར་ཡ་འདི་དག་བརྩོན་འགྲུས་ཀྱི་ངོ་བོ་གཅིག་རེད་འདོད་ཡོང་གི་ཟེར་བརྩོན་འགྲུས་ནས། ད་དེ་ལ་བག་ཡས་ཡུན་དུ་བརྩང་ནས་མི་མཐུན་པའི་ཕྱོགས་མི་དགེ་བའི་དེ་ཚོ་སྔོན་དེ་ནས་རྒྱུད་ལ་མ་སྐྱེས་པ་ཡིན་ནམ་ད་དུང་ཡང་མི་སྐྱེད་པར་བྱེད་པ། ཨོ། དེ་འདྲའི་གི་སྤྲོ་བ་ཡོད་པ། དེའི་བཞིན་དུ་དེ་ནས་དེ་དང་དེའི་སྔོན་མི་དགེ་བ་དེ་འདྲ་ཞིག་སྐྱེས་བསྡད་པ་ཡིན་ན་དེ་སྤོང་བར་བྱེད་པ་ལ་སྤྲོ་བ་ཡོད་པ། གཉེན་པོ་དགེ་བའི་ཆོས་མ་སྐྱེས་པ་དེ་ཚོ་ཚུར་རྒྱུད་ལ་སྐྱེད་པར་བྱེད་པ་ལ་སྤྲོ་བ་ཡོད་པ། དེ་ནས་སྐྱེས་པ་དེ་ཚོ་གོང་ནས་གོང་དུ་ཡང་སྤེལ་བར་བྱེད་པས་ཀྱི་དེ་ནས། དང། འཆལ་བ་དེ་ལ་དེ་ནི་སྤྲོ་བ་ཡོད་བདེ་བ་ལྟ་བུ་དང་དེ་འདྲའི་གི་སྒོ་ནས་དེ་ནི་རྣམ་པར་ཤེས་ཚོད་དང་རབ་ཏུ་འབྱུང་ངོ། གཟུང་ཐིང་ལས་དང་སྤོང་བ་ཞེས་གསུངས་པ་དང་དེ་འདྲའི་གི་དབྱེ་བ་ཡོད་རེ་གསུངས་རབ་ཏུ་འབྱུང་བ་ཡིན་ནོ། འོ་དེ་རེད། ད་འདི་ནས་མ་དེ་ནི་རྫུ་འཕྲུལ་གྱི་རྐང་པ། ཞེས་ཡོང་གི་ཡོད་རེད་ཚོགས་ལམ་ཆེན་པོའི་སྐབས་སུ། དེ་ལ་དེ་ནི་དེ་དང་དེའི་རྫུ་འཕྲུལ་གྱི་རྐང་པ་དེ་ལ་སྐྱེ་ཚུལ་མདོར་བསྟན་པ་གཅིག་དང། དེ་དག་གི་དོན་རྒྱས་པར་བཤད་པ་དེ་འདྲའི་རྣམ་པ་གཉིས་ཡོང་གི་འདུག་ད་དེ་ནི་ན་དང་པོ་སྐྱེ་ཚུལ་མདོར་བསྟན་པ་ཟེར་ཡ་དེ་རེད། དེར་ནི་ལས་སུ་རུང་བ་ཉིད། དོན་རྣམས་ཐམས་ཅད་འབྱོར་བར་འགྱུར། འོ་དེ་གསུངས་ནས། ད་དེ་གསུངས་དུས་ཙང་ནས། དེ་ནས་ད་ལྟ་འདི། གོང་དུ་བཤད་པའི། ད་ཡང་དག་སྤོང་བ་བཞི་པོ་དེ་ལ། གནས་པའི་གི་གང་ཟག། དེ་སྤང་བའི་ཕྱིར་བརྩོན་འགྲུས་རྩོམ་པ་ན། དེ་བྱེད་དུས་ཙང་ནས་དེ་ནི། གཅིག་སྤང་བྱ་མི་མཐུན་པའི་ཕྱོགས་དེ་ཚོ་བག། སྤོང་བར་བྱེད་པའི་བརྩོན་འགྲུས་རྩོམ་ཡོང་བའི་ཚེ་ན། དེར་སེམས་གནས་པ་ལས་སུ་རུང་བ་ཉིད་ནི་རྫུ་འཕྲུལ་གྱི་རྐང་པ་གཅིག་པུ་དག་སྟེ་གསུངས་རེ་ཐེ་ཅི་དུས་བཟང་ནས་སྤང་བྱ་མི་དགེ་བའི་ཕྱོགས་ཐམས་ཅད་པ་སྤོང་བར་བྱེད་པ་ལ་ཡང་སེམས་ལས་སུ་རུང་བ། སྤྱི་བདག་དེ་ནི་ལས་སུ་རུང་བ་ཟེར་དུས་བཟང་ནས་འདི་གསུངས་དགོས་རེ་བ་ག་ཟེ། ད་སེམས་དཔེ་ཅིག་ཤིན་སྦྱངས་མཚན་ཉིད་པ་འགྲོ་འོང་གྱི་ཐོབ་སོང་བ་ཡིན་ན་ནི། བཞག་ན་དེ་ནི་དཔེ་ཅིག་རེ་ཡི་རྒྱུར་པོ་ནང་བཞིན་བྱས་ནས་རྩེ་གཅིག་ཏུ་དམིགས་པ་གང་དྲན་གཅིག་གི་ཐོག་ལ་བཞག་དགོས་བ་ཡིན་ན་ཡང། འཇོག་ཐུབ་པ། གལ་སྲིད་དེ་ནས་ཡུལ་ལ་བསྐྱོད་དཔེ་གི་ཤེས་རབ་འདྲ་བོ་ཅིག་ཕར་ཞུགས་སོང་བ་ཡིན་ན། དེ་ནི་གང་འཕྲལ་ཅིག་གི་ཐོག་ལ་བརྟག་དཔྱད་བྱེད་ཁོ་ནས་ཁོ་བསྐྱོད་ཐུབ་པ་ཅིག་ལ་སེམས་ལེགས་སུ་རུང་བ་ཟེར་གྱི་ཡོད་རེད། དེ་མ་གཏོགས་ཡང་ང་ཚོ་མཚམས་མཚམས་འདི་ཡོང་དགོས་ཟེར་བ་ག་ཟེ། གཞི་ནས་གཅིག་པུ་ཅིག་བསྒོམས་དེ་ལ་ལྷག་མཐོང་གི་དེ་ནས་ངར་འདྲ་བོ་ཅིག་མེད་སོང་བ་ཡིན་ན་ནག་ཐུམ་འཇམ་འགྲོ་གི་རེད་ཟེར་གི་འདུག་ཨང། དྲན་རྒྱུ་གང་ཡང་མེད་ལྟས་ངན་འདྲ་བོ་ཅིག་དེ་ཡིན་དུས་དེ་གནས་ཆ་ལྕམ་གང་མ་གཏོགས་པའི་ཡང་གསར་ཆ་དེ་སྐྱེས་མ་ཐུབ་པའི་སྐྱོན་རེད་གསུང་གི་རེད་བ་ད་ལྟ་དེ་མ་ཡིན་པར་སེམས་ལེགས་སུ་རུང་བ་ཟེར་དུས་ཙང་ནས་གཞི་ནས་ལྕམ་གང་ཡོད་པ་དེ་ལ་ལེགས་སུ་རུང་བ་གསུང་དགོས་ས་མ་རེད། གནས་ཆ་ནས་བསམ་བློ་བཏང་ཡོང་བ་ཡིན་ན། སྐུ་དམིགས་པ་ག་འདྲ་གཅིག་གི་ཐོག་ལ་རྩེ་གཅིག་ཏུ་བཞག་སོང་བ་ཡིན་ན་སྐུ་འཇོག་ཐུབ་པ་གཅིག་ལ། དེ་ནས་ཡང་བར་འཕྲོ་འཕྲོ་བའི་གི་ཐོག་ལ་བསམ་བློ་བཏང་བ་ཡིན་ན། དམིགས་ཡུལ་ག་འདྲ་གཅིག་གི་ཐོག་ལ་གནས་ལུགས་དེ་བརྟག་དཔྱད་བྱས་པ་ཡིན་ན་དེ་བརྟག་དཔྱད་བྱས་པའི་གི་བློ་དེ་ཡུལ་དེ་ལ་འཇུག་ཐུབ་པ་མ་གཏོགས་པའི། དྲན་རྒྱུ་གང་ཡང་མེད་པར་མགོ་ལ་རྡོ་ཕོག་སོང་བ་འདྲ་བོ་གཅིག་ཡིན་ན་དེ་གནས་ཆ་རྐྱང་པ་མ་གཏོགས། དེ་ནི་ལམ་གྱི་ངོ་བོ་ཉིད་དུ་འགྱུར་དགོས་ས་མ་རེད། འོ་དེ་འདྲ་རེད། འོ་ཡ། དེ་ཡིན་དུས་བརྩོན་འགྲུས་རྩོམ་པ་ན་དེ་རེད་སེམས་གནས་པ་ལས་སུ་རུང་བ་གང་ཡིན་པ་དེ་ཉིད་ནི་རྫུ་འཕྲུལ་རྐང་པ་བཞི་པོ་དག་རེད། དེ་བྱེད་དུས་ཚང་ནི་འདི། དེ་གནས་ལས་སུ་རུང་བ་ཉིད་ཟེར་ཡ་དེ་གི་རྫུ་འཕྲུལ་གྱི་རྐང་པའི་ངོ་བོ་བསྟན་པ་རེད། དེ་བྱས་ན་དེ་ནི་རུང་དོན་གྱི་འགྲེལ་བའི་ནང་ལ། ཚིག་རྐང་གཉིས་པོ་དེ་གི་ངོ་བོ་དང་བྱེད་ལས་བསྟན་པ་རེད་གསུངས་འདུག་བ་དེ་བྱེད་དུས་ཚང་ནི་འདི་ཚིག་རྐང་གཉིས་པ་དོན་རྣམས་ཐམས་ཅད་འབྱོར་བར་འགྱུར་ཟེར་ཡ་དེ་གི་དེ་ནི་བྱེད་ལས་བཤད་ཡོང་གི་ཡོད་རེད། གང་ཡིན་ཟེར་ན་དེ་ནི་སེམས་ལས་སུ་རུང་བ་གང་ཡིན་རུང་བ་དེ་ལ་རྫུ་འཕྲུལ་གྱི་རྐང་པ་བཞི་ཟེར་གྱི་ཡོད་རེད། དེ་འདྲ་བོ་རྫུ་འཕྲུལ་གྱི་རྐང་པ་བཞི་པོ་དེ་འདྲ་ཅིག་རྒྱུད་ལ་སྐྱེས་སོང་བ་ཡིན་ན་དེ་ནི་མངོན་ཤེས་དང་རྫུ་འཕྲུལ་དོན་ཡང་ལ་སོགས་པའི་དོན་ཐམས་ཅད་ལ་དབང་འབྱོར་བ་དེ་འདྲ་ཅིག་ཆགས་ཡོང་གི་ཡོད་རེད་གསུངས་པ་དོན་རྣམས་ཐམས་ཅད་འབྱོར་པར་འགྱུར་བའི་རྒྱུ་ཡིན་ནོ་གསུངས། ད་དེ་ནི།

ངོ་བོ་དེ་བཞིན་དུ་དེ་ནི་ཏིང་ངེ་འཛིན་རྣམ་པ་བཞིའོ་གསུངས། ད་དེ་འབྲེལ་གྱི་ཏིང་ངེ་འཛིན་དེ་རྒྱུད་ལ་སྐྱེས་ཡུན་དུ་བརྩམས་ནས་དེའི་ཕྱིར་ཡང་དག་པའི་སྤོང་བའི་འོག་ཏུ་རྫུ་འཕྲུལ་གྱི་རྐང་པ་བཞི་པོ་རྣམས་སོ། ད་དེ་འདྲ་ཡིན་པ་ལ་བརྟེན་ནས་དེ་ནི་ཡང་དག་སྤོང་བྱེད་ཀྱི་འོག་ཏུ་དེ་ནི་རྫུ་འཕྲུལ་གྱི་རྐང་པ་བཞི་གསུངས་རེ། དེ་ནས་ལས་སུ་རུང་བ་དེ་ཡང། ཉིད་པ་ལྔ་སྤོང་འདུས་བྱས་རྗེས་བསྟན་པའི་རྒྱུད་ལས་བྱུང་བའོ་ཟེར་ཡ་དེ་གསུངས་ལ། དེ་བྱེད་དུས་བརྩམས་ནས་སེམས་ལས་སུ་རུང་བ་ཟེར་ཡ་དེ་ལས་རུང་སྟེ། གང་འབྲེལ་གཅིག་ལ་བརྟེན་ནས་དེ་ནི་ལས་རུང་ཆགས་དགོས་རེ་ཟེར་ན། ད་ལྟ་འདི་དང། སྙོམས་འཇུག་གི་དེ་ནས་ཉེས་པ་རྣམ་པ་ལྔ། ཏིང་ངེ་འཛིན་གྱི་ཉེས་པ་རྣམ་པ་ལྔ་གསུངས་ཡང་དེ་རེད། དེ་བྱེད་དུ་ཙམ་ནས་འདིའི་ཏིང་འཛིན་གྱི་ཉེས་པ་ལྔའམ་སྒྲིབ་པ་ལྔ་པོ་འདི་ལ་ལྟས་སུ་ངོས་འཛིན་བྱེད་སྟངས་ཁག་གཉིས་ཡོང་གི་འདུག་ད་ལྟ་སློབ་དཔོན་ཀླུ་སྒྲུབ་ཀྱིས་དེ་ནས་བཤེས་སྤྲིང་གི་སྐབས་ལ། དེ་ནས་ཁ་སང་ཞུས་པ་ནང་བཞིན་བྱས་ནས་འདོད་ཡོན་གྱི་ཆོས་ལ་དེ་ནས་པས་སེམས་ཤོར་བདེ་བས་ཀྱི་དེ་ནས་འདོད་ལ་འདུན་པ་ཟེར་ཡ་གཅིག་དང། དེ་ནས་ད་ལྟ་འདི། གཞན་ལ་མི་དགའ་བའི་ཀུན་ནས་མནར་སེམས་པའི་གཞི་རྒོད་ཟེར་ཡ་གཅིག་ཡོད་པ་དེ་ཚོ་ལ་བརྟེན་ནས་བྱུང་ཞེས་པའི་གི་སེམས་ཁྲོ་བ་ཟེར་ཡ་གཅིག་དང་དེའི་བཞིན་དུ་དེ་ནས་དེ་དང་དེ་ཡི་དང་རྒོད་འགྱོད་ཟེར་ཡ་དང་གཉིད་མུག་དང་ཐེ་ཚོམ་ཟེར་ཡའོ་དང་དེ་འདྲས་བྱས་ནས་དེ་ནས་སྒྲིབ་པ་རྣམ་པ་ལྔ་ཟེར་ནས་གསུངས་ཡ་གཅིག་ཡོང་གི་ཡོད་རེད་དེ་ནས་ད་ལྟ་འདི་ནས་ད་ལྟ་འདི་ཡང་གཉིས་པ་ལྔ་གསུངས་དུས། ཁ་ཤས་ཁ་ཤས་མཚན་གཞི་གཅིག་པ་རེད་ཁ་ཤས་ཁ་ཤས་བལྟས་ས་ཁག་ཡོང་གི་འདུག་འོ་དེ་རེད་ལས་སུ་རུང་བ་དེ་ཡང་ག་འདྲའི་བསྟེན་ནས་དེ་ནི་ལས་རུང་ཆགས་འགྲོ་གི་རེད་ཟེར་ན་ཉེས་པ་ལྔ་སྤོང་བར་བྱེད་པའི་ཕྱིར་དུ་འདུལ་བྱའི་རྗེས་ལ་བསྟན་པའི་རྒྱུ་ལ་དེ་ནི་བྱུང་བ་ཡིན་གསུངས་རེད། ད་དེ་གས་དེ་ནས་ད་ལྟ་འདིའི་ཉེས་པ་ལྔ་སྤོང་འདུལ་བྱའི་རྗེས་བསྟན་ཟེར་ཡག་ད་དེ་འདྲ་ཞིག་མདོར་བསྟན་བྱས་ནས་བཤད་རེད་དེ་ནི་ཉེས་པ་ལྔ་པོ་དང་འདུལ་བྱའི་རྗེས་དེ་འོག་ནས་མ་དེ་ནི་རྒྱས་བཤད་བྱས་ནས་གསུངས་ཡོང་གི་འདུག་བ་འོ་དེ་རེད་ལས་སུ་རུང་བ་དེ་ཡང་ཉེས་པ་ལྔ་སྤོང་བ་སྤོང་བར་བྱ་བའི་ཕྱིར་དུ་དེ་ནི་དེ་སྤོང་བར་བྱེད་པའི་གི་ད་འདུལ་བྱའི་རྗེས། རང་རྒྱུད་ལ་བརྟེན་པ་ལ་བརྟེན་ནས་དེ་ད་དང་དེའི་སེམས་ལས་རུང་ཟེར་ཡག་དེ་ཆགས་ཡོང་གི་རེད་ཟེར་ཡག་དེ་སོང་རེད། ད་ལྟ་མངོན་པ་མཛོད་ཀྱི་སྐབས་འདྲ་ཅིག་ཡིན་ན། དེ་ནས་སེམས་ལས་སུ་རུང་བ་ཆགས་ཡག་དེ་ལ། དེ་ནས་ང་ཚོ་འདི་ཟེར་གི་རེད་བ་གར་ཟེར། དྲུག་ཅིག་ཅིག་གསུངས་ཡོང་གི་ཡོད། འཇོག་པ་དང་ཉེ་བར་འཇོག་པ་དང། དེ་བཞིན་དུ་དེ་ནས་ད་ལྟ་འདི། དེ་ནས། རྣམ་པར་རྟོག་པ་རྟོག་དཔྱོད་བྱེད་པ། དེ་ནས་སྦྱོར་བ་དང་ཡོངས་དག་ཟས་དག་དེ་འདྲས་བྱས་ནས་འོ་སྦྲང་དང་ཟེ་རུ་སྦྲང་དང་རྗེས་འགྲོ་དམིགས་པ་དང། རུ་བ་སྦྲང་བ། དབུགས་གྲངས་ཀ་སྦྲང་ཡང་འདྲའོ། དེ་བཞིན་དུ་དེ་ནས་དེ་དང་དེའི། དབུགས་ཀྱི་རྗེས་སུ། དེ་ནི་ཅིག་སེམས་ཀྱི་དམིགས་པ་འགྲོ་བ་འདྲའོ་སྦྲང་དང་རྗེས་འགྲོ། དེ་ནས་དེ་བཞིན་དུ། ཉེ་བར་འཇོག་པ། ནང་དུ་དེ་ནས་སེམས་དེ་དག་ཅིག་དབུགས་ཀྱི་རྗེས་སུ་མ་འགྲོ་ནས་དེ་ནས་ནང་དུ་གནས་པར་བྱེད་པ་ནང་དུ་འཇོག་པར་བྱེད་པ། དེའི་བཞིན་དུ་དེ་ནས་དེ་དང་དེ། རྟོགས་པར་བྱེད་པ། ད་དེའི་དབུགས་དེ་གང་འདྲའི་རིང་དུ་འཕེན་པར་རིང་དུ་མི་འཕེན་པར་རིང་དུ་ལ་སོགས་པ་ལྟ་བུ་རྟོགས་པར་བྱེད་པ། དེ་ནས་དེའི་རྗེས་སུ། དབུགས་ལ་གོམས་པའི་གི་དམིགས་རྣམ་དེ་ཚུར་བསྒྱུར་ནས། དེ་ནས་བྱམས་པ་དང་སྙིང་རྗེ་ལ་སོགས་པའི་གང་ལ་ཚུར་བསྒྱུར་བའི་གི་དམིགས་པ། དེ་ནས་ཡང་མཐོན་པོ་ལས་ཡུན་དུ་བཙལ་ནས་ཟག་མེད་ཀྱི་ལམ་ལ་ཚུར་བསྒྱུར་བར་བྱེད་པ་དག་དེ་འདྲའི་ཕྱིར་ནི་ཡོངས་དག་ཟེར་ནས་དེ་འདྲའི་རྣམ་པ་དྲུག་གི་སྒོ་ནས་དེ་ནི་སེམས་ལས་རུང་སོགས་དགུ་རེ་གསུངས་ཡང་ཅི་ཡོད་རེ་བ་དག་དོན་དམ་དེ་ནི་དེ་ནི་སྤོང་བའི་འདུ་བྱེད་བརྒྱད་ཀྱི་སྒོ་ནས་སེམས་ལས་རུང་བྱེད་དགུ་རེ་ཟེར་ཡང་དེ་བསྟན་པར་བསྟན་པའི་རྒྱུ་ལས་བྱུང་བའོ།

ཏིང་ངེ་འཛིན་དེ་སྒོམ་པར་བྱེད་པ་ལ་དག་ཅིག་བར་ཆད་ཆེ་ཤོས་འདྲ་བོ་དེ་ལེ་ལོ་རེད། སྤྱིར་བཏང་ལེ་ལོ་དེ་སྒོམ་གྱི་བར་ཆད་ཡང་རེད་འདོད་ཡོད་རེད། དེ་ནི་དེ་ནང་བཞིན་དུ་ཐུགས་ཕལ་གྱི་བར་ཆད་ཡང་རེད་བསམ་ཕལ་གྱི་བར་ཆད་ཡང་རེད་མདོར་ན་བྱ་བ་ཡང་དག་ཡོད་དོ་ཅོག་ཐམས་ཅད་ཀྱི་དེ་ནི་ད་དང་དེ་མི་མཐུན་པའི་ཕྱོགས་གཙོ་བོ་འདྲ་བོ་དེ་ལེ་ལོ་ཆགས་ཡོང་གི་ཡོད་རེད་བ། དེ་ཡིན་དུས་ལེ་ལོ་དེ་ལ་ཡང་དེ་ནི་ང་ཚོས་མཚམས་མཚམས་ལེ་ལོ་བཅད་སྟངས་འདྲ་བོ་དེ་སོ་སོ་དེ་ནི་སྒྱིད་ལུག་ནས་འོ་ད་ངས་གང་ཡང་འཇོན་ས་མ་རེད་བསམ་པ་འདྲ་བོ་སྒྱིད་ལུག་བདག་ཉིད་ཉེས་པའི་ལེ་ལོ་དེ་འདྲ་ཞིག་ཡང་བཅད་ཡོང་གི་ཡོད་རེད། དེ་ནས་ཡང་ད་ལྟ་འདི་ཁ་མང་ཆེ་བ་འདྲ་བོ་ཅིག་ཡིན་ན་ནི་ང་རང་ཚོ་ལེ་ལོ་སྐྱེ་ཡ་དེ་ད་ལྟ་འདི་སྙོམ་ལས་འཛིན་པའི་ལེ་ལོ་དེ་དག་ཤུགས་ཆེ་འགྲོ་གི་རུ་བ་སྙོམ་ལས་འཛིན་པ་ཟེར་འདོད་ཙང་ནི་དེ་ནི་དཀའ་ངལ་ཆུ་ནི་རྒྱང་འདོད་མེད་པ། གཟུགས་པོ་ལྟས་སུ་ཐང་ཆད་འདོད་ཙང་ནམ་སང་ཉལ་ཆང་བཟོ་བཞག་ཡ། གྲོགས་པོ་ལྟས་སུ་ལྟོགས་ཡོད་འདོད་ཙང་ནི་ཁ་ལག་ཅིག་བཙལ་ཡང་འགྲོ་ཆང་བཟོ་བཞག་ཡ་དག་དེ་ཚོ་དེ།

དེ་ནི་སྙོམ་ལས་འཛིན་པའི་ལེ་ལོ་གི་རྒྱུ་སོང་ཡང་དེ་ཚོ་རེད། དེ་ནི་དེ་ནང་བཞིན་དུ་ད་དང་དེའི་བྱ་བ་ངན་པ་ལ་ཞེན་པའི་ལེ་ལོ་ཟེར་ཡིན་དུ་ཙང་ནས་དེ་ནི་ཅིག་ཚེ་འདི་འདྲ་འདུར་ཡག། གཉེན་སྐྱོང་ཡག་འོ་ད་དེ་ཚོ་བྲལ་ཏེ་རེད་དེ་ནི་དེ་ནི་ན་ལྷག་པར་དུ་ང་ཚོ་དཔེར་ན། ཆོས་ཞུགས་ཀྱི་དེ་ནི་སེར་མོ་བ་ཅིག་ཡིན་པའི་ངོས་ནས་བསམ་བློ་བཏང་བ་ཡིན་ན་ད་ཅིག་མི་རིགས་ཀྱི་ཐོག་ནས་བག་ཚོས་དེ་ནི་ཕྱོགས་ཞེན་བྱས་ནས་ལས་ཀ་འདྲ་མི་འདྲ་བཟོ་བསྡད་ཡག་འདྲ་བོ་དང་ད་དེ་བཞིན་དུ་ཁོ་ཆོས་དང་མི་མཐུན་པའི་ལས་ཀ་མང་པོ་བྱེད་དོན་གཙང་མ་དེ་བྱ་བ་ངན་ཅན་གྱི་ལས་ལོ་གསུང་གི་རེད་འོ་དེ་འདྲ་ཡིན་དུས་ཚང་ནས་དེ་འདྲའི་གི་ལས་ལོ་དེ་ཡོད་སོང་བ་ཡིན་ན་དེ་ནི་དུས་གསུམ་སྒོམ་གསུམ་ག་གི་བྱ་བ་ཉམས་འགྲོ་གི་རེད་དེ་ནི་ནས་ལྷག་པར་དུ་དེ་ནི་སྒོམ་གི་བྱ་བ་དེ་སྟོང་འགྲོ་གི་རེད་དེ་འདྲ་ཡིན་དུས་ལས་ལོ་དང་ནས་ཟེར་ཡག་དེ་གཅིག་རེད། དེ་ནས་སྒོམ་ཚུལ་གྱི་གདམས་ངག་རྣམས་རྒྱས་པ་ཟེར་ཡག་དེ་རེད་ད། ད་འདི་ང་ཚོ་པས་ཤུགས་འདི་ཡང་དུས་གསུམ་སྒོམ་གསུམ་ག་གི་བར་ཆད་རེད། ང་ཚོ་གར་ཟེར་ན་འདི་ཡོང་གི་འདུག་བ་གར་ཟེར། མང་ཆེ་བ་ཅིག་རྗེས་འགྲོ་གི་འདུག་ད། དེ་ནས་སྒོམ་རྒྱག་མཁན་ཅིག་ཡིན་ན་ཡང་དང་པོ་དེ་ནས་སྒོམ་ཡག་གི་ད་ཅིག་དེང་སང་ང་ཚོ་དཔེར་ན་ལྔ་ལྡན་དང་ཆོས་དྲུག་གི་མཚམས་ལ་བཞུགས་མཁན་འདྲ་ཅིག་ཡིན་ན། ད་མཚམས་ཁང་ཁ་ཤས་ཁ་ཤས་ལ་འགྲུལ་དཔོན་དེ་མཉམ་དུ་བཞུགས་གི་ཡོད་རེད། མཚམས་ཁང་མང་ཆེ་བ་འགྲོ་གི་ཅིག་ཡིན་ན་འགྲུལ་དཔོན་དེ་ཡར་འཕེན་འགྲོ་དགོས་གི་འདུག་བ། དེ་ཡིན་དུ་ཙང་ནས། དེ་ནས་སྔོན་ལ་ཁྲིད་ཚང་བ་རྒྱབ་གནང་བྱེད་ཀྱི་འདུག་བ། དངོས་གནས་བྱས་ན་དེའི་འཁྲིས་ཀྱི་རིམ་པ་དེ་གོ་བདུན་ཕྲག་བདུན་ཕྲག་བྱས་ན་འགྲོ་དགོས་དགོས་ཀྱི་རེད། ཡིན་ན་ད་དེང་སང་དེབ་གཅིག་ལ་བརྒྱ་བཞག་གི་ཡོད་རེད། དེ་བྱེད་དུས་ཙང་ནས་དེ་ནི་འཁྲིས་བརྒྱ་བཞག་པ་དེ་མི་བརྗེད་པ་ཅིག་དགོས་རེད་ཡང་ན་ཡོད་དོ་དྲན་པ་ཅིག། དེ་མི་བརྗེད་མི་བརྗེད་པའི་དྲན་པ་དེ་མེད་སོང་དུས་ཙང་ནས་དེ་ནི་ཁ་སེམས་ག་རེ་གསུངས་ཡོད་པ་ཧ་མ་བོ་བ་བྱས་ནས་དེ་ནི་སང་ཉིན་བྲང་ཁ་འགྲོ་ཞོག་བསགས་བསྡད་པ་ཡིན་ན་དམིགས་རྣམ་གང་ཡང་དྲན་རྒྱུ་མེད་པའི་བྲང་ཁ་དེ་ཆག་འགྲོ་གི་རེད་བ་འོ་དེ་བྱེད་དུས་ཙང་ནས་དེ་ནི་སྒོམ་ཚུལ་གྱི་གདམས་ངག་རྣམས་བརྗེད་པ་ཟེར་དེ་ཟེར་གི་ཡོད་རེད།

ད་ལྕི་ང་ཚོ་དེ་ནས་སྦྱང་བྱ་ཡ་དེ་གང་ནུས་པ་དེ་སྤོང་ཐུབ་ཡོད་མ་རེད་ནུས་པ་དེ་སྤོང་མ་ཐུབ་གསུམ་ཙང་ནས་ཁོ་བརྗེད་འགྲོ་རུ་བ་དེ་འདྲ་རེད། དེ་བྱེད་དུས་སྒོམ་ཚོར་གྱི་གདམས་ངག་རྣམས་བརྗེད་པ་ཟེར་ད་འདྲ་བ་གཅིག་རེད།